སྦྱོང་ཚན་དང་པོ། ཚིག་གྲོགས་གཉིས་རེ་འཚོལ། ཨོ་ད་དེ་སྦྱོང་ཚན་དང་པོ་དེ་གར་བྱས་རེས་ན། འོ་དེ་ལས་ཡ་ཨ་ནི། ཚིག་ཁ་ཤས་བརྗོད་ཡར་དེ་ཚིག་བརྒྱད་དེ་བྱོས་འོ་དེ་ཚིག་དེ་གའི་ལ་ཡ་ཚིག་གྲོགས་རེ་འཚལ་ཡར་ད་ཚིག་གྲོགས་ཟེར་ན་ཚིག་གི་རོགས་པ། དཔེར་ན་ལབ་སོང་དེ། དཔེ། དཔེ་བསྟན་སོང་ཨ། དཔེར་ན། ཁང། ཁང་ཐོག། ཟ་ཁང། ཨོ་དཔེར་ན་ཁང་ཟས་དེ་ལ་ཡ་ཚིག་གྲོགས་སྦྱར་ན། ཁང་ཐོག། ཁང་པའི་ཐོག་ཟེར་བ་ཁང་ཐོག། ཟ་ཁང། ཨོ། ཁང་གཅིག་བདུན་ལོ་སླེབས་ཅིག་དང་ཁང་གཅིག་མ། བརྒྱབ་ལོ་སླེབས་ཅིག་ཚིག་གྲོགས་གཉིས་བྱས་སོ། ཨ་ད་འདི་ཡིན་གཅིག་མིན་གཅིག་བརྒྱབ་དང་བདུན་གཉིས་ཆར་ལོ་སླེབས་དེ་འདྲས་མ་བྱུང་ནས་འགྲིག་འགྲིག་གང་ལྟར་ཚིག་གྲོགས་གཉིས་གཉིས་གི་འདྲས་ཚད་ནས་ཀྱང། བསམ་བློ་བཏང་བྱས་ཚད་ཡག་བྱས། ཚིག་གྲོགས་ཚད་ཡག་གི་ཚིག་དེ་ག་རེ་ཡིན་མེད་ཀྱང་གལ། དེ་ནས་མ་ལོག་གི་ལུག་གི་བྱིངས་དང། ཐོག། སྐྲ་སེར་ཏོག་ཨོ་དེ་ཚུལ་དྲན་དེ་རེད། ཨོ་ད་འདི་བྱས། ད་དེ་ནས་སྦྱོང་ཚན་གཉིས་པ་ཚིག་གྲུབ་བཟོའི། ད་སྦྱོང་ཚན་གཉིས་པ་དེ་ཚིག་གྲུབ་བཟོ་ཡར་ད་ཚིག་གྲུབ་བཟོ་ཡག་གི་དཔེ་མཚོན་གྱིས་དེ་སྤྲད་ཡོར་བ་དཔེར་ན། འཇོལ་མོ། ཧོ་བྱིའུ་འཇོལ་མོ་ས་དེལ་ཡག་ཚིག་གྲུབ་བཟོས་ཟེར་ལ་ད་དེལ་ག་འདྲས་བཟོས་རེད། བྱིའུ་འཇོལ་མོ་གསུང་སྐད་སྙན་ལབ་སོང་ཨ་ཨོ་བྱིའུ་འཇོལ་མོ་དེ་གསུང་སྐད་སྙན་པོ་རེད། ཨོ་འཇོལ་མོ་ས་དེལ་ཨོ་དེ་འདྲས་ཞིག་བཟོས་སོང་ཨ་ཚིག་གྲུབ་ཚིག་གྲུབ་ཚིག་ད་ཚིག་གྲུབ་དེ་འདྲས་བཟོས་སོང་ཨ་ད་དེ་ནང་བཞིན་བྱས་བྱས་དེ་ཚིག་ཁ་ཤས་ཞིག་འདུག་ཨ། ཨོ་དེ་གས་ལེ་ཁྱེད་རང་གས་ཨ་ནི་དགོངས་པ་ཞིག་གིས་ཞིག་གིས་ཨ་ཚིག་གྲུབ་བྲེད་དེ་བཟོ་ཡར་དག་རི་མགོ་སོགས་མར་དེ་གང་དེ་དཔེ་མཚོན་དེ་ཐུན་ཐུན་ཞིག་དོགས་ཨ་ཡང་གི་ཐུན་ཐུན་ཅིག་གིས་ཨ་ནི་ཁོ་ཏག་ཏག་ཡོད་དེ་བྱས་བཟོ་ཡར་བྱས། སྦྱོང་ཚན་གསུམ་པ། བར་སྟོང་སྐྱོང། ཨོ་ད་སྦྱོང་ཚན་གསུམ་པོ་དེ་གར་བྱེད་ཡ་རེད་བར་སྟོང་ཀྱང་རེད་བར་སྟོང་ཟེར་ན། མིག་གིས་འོ་དེ་ཐིག་གཅིག་དེང་ཞག་དུ་བ། ཨོ་དེ་སྟོང་ཆ་ཞིག་དང་སྟོང་ཆ་དེ་ཀྱང་ཡར་ལྟ་བར་སྟོང་རྐྱོང་སོང་བར་གི་སྟོང་ཆ་དེ་ཀྱང་ཡར་སོང་ཙང་བར་སྟོང་རྐྱོང་ཟེར་ལབ་རེད། བར་སྟོང་ག་རེ་ཀྱང་དགོས་ཀི་ཡོད་མེད་དེ་ཨ་ཁྱེད་རང་གིས་དེ་ནས་མ་ཀློག་གིས་ཀློག་གིས་ཀྱང་ཡ་ཡིན་ད། དེ་ནས་མ་ཀློག་དེ་གས་ཀློག་ཚར་སོང་དེ་ནང་དེ་ག་རེ་དགོས་ཀི་འདུག་དགོངས་པ་ཞིག་གིས་ཞིག་གིས་བྱས་ཨ་དེ་ན་བར་སྟོང་དེ་གས་ཀྱང་ཡ་ཡིན་ད། ཨོ་འདུག་བྱས་སྦྱོང་ཚན་གསུམ་པོ་དེ་དེ་འདྲས་ན་ཡང་བྱས། ལྟ་དེ་ནས་སྦྱོང་ཚན་བཞི་པ། བསམ་གཞིག་བྱས་ཏེ་དྲི་བར་ལན་འདེབས་དགོས། ད་བསམ་བློ་གཏང་གིན་གཏང་གིན་ལན་དྲི་བ་དེ་ག་ལ་ལན་རྒྱག་དགོས་རེད་ཟེར་ལབ་ནས། ལྟ་དེ་སྤྱིར་བཏང་གི་ག་རེད་ཟེར་ན་སོ་སོས་བསམ་བློ་གཏང་དགོས་ལྟ་ད་འཇིགས་ནས་སློབ་ཚན་གྱི་ནང་ལོག་སྟེ་འདི་གི་དོན་དག་ཅིག་ཁག་ཅིག་སྦྱངས་ཚར་བ། ལྟ་འདི་གཞི་ལ་བཞག་པའི་ཐོག་ནས་སོ་སོས་བསམ་བློ་བཏང་རྗེས། འདི་བྱེད་དགོས་ཡག་རྒྱུ་མཚན་ག་རེ་ཡིན་ན། འདི་འདྲས་ཆགས་སོང་འདི་གི་འདྲས་ཆགས་པ་རེད་བསམ་བློ་བཏང། བ་དེ་འདྲས་བྱེད་ཅེས་རྒྱ་ཡག་གིས་ཨ་འདས་དྲི་བ་བཞི་ཅིག་ཡོད་རེད། ཨེ་དྲི་བ་བཞི་དེ་གས་དེ། རྙེད་ལ་ཡག་དྲི་བ་ག་རེ་ཡིན་མེད་ཀྱི་དེ་ངོ་ཤེས་པ་དེ་གལ་ཆེན་པོ་སོང་ཙང་རྙེད་ལ་ཡག་པོ་ཤློག་ཡག་བྱས་ཤློག་ཚར་བའི་རྗེས་ལ་ཡང་དོན་དག་དེ་མགོ་ཚོས་པ་བྱས་དོན་དག་མགོ་ཚོས་པའི་རྗེས་ལ་ཨ་གཞི་ནས་ད་ག་རེ་ལབ་གི་ཡོད་མེད་དེ་ཧ་གོ་དུས་ཨ་ནི་ལན་དེ་བརྒྱབ་འདུག་རེད་པ་ཨེ་ཙང་བ་དེ་འདྲས་བྱེད་ཅེས་ཨ་ནི་ལན་བརྒྱབ་ལབ་དུས་བི་གིས་དྲི་བ་ག་རེ་ཡིན་མེད་དེ་མགོ་མ་ཚོས་ན་ལན་བརྒྱབ་ཤིག་མ་རུང་བ་བྱས་ཙང་དྲི་བ་དེ་མགོ་ཚོས་ཡག་གི་དོན་དག་ལ་ཡག་རུག་ངག་པོ་བྱས་ཞིབ་ཚགས་བྱས་རྗེས་ཨ་ནི་དེ་དྲི་བ་སྣ་ཁ་ཞིག་ཡག་པོ་བཅས་ཀློག་རོགས་གནང་ཞུ་གི་ཡིན་ད། སྦྱོང་ཚན་ལྔ་པ་དག་ཆ་ནོར་བཅོས་བྱེད་དགོས། ད་དེ་གར་ཚུར་བ་སོང་སྦྱོང་ཚན་ལྔ་པ་དེ་དེའི་ནང་གི་འོག་དེ་ནས་མ་ཡི་གེ་ཁག་ཅིག་བྲིས་ཡོད། ཡི་གེ་དེའི་དེ་དག་ཆ་ཁ་ཤས་ནོར་བསྡད་ཡོད། བྱས་ཙང་ཁྱེད་རང་གས་དག་ཆ་ནོར་བསྡད་འཇོག་ག་གི་ཡིན་མེད་དེ་ཧ་གོ་བས་ལྟོ་ནས་དག་ཆ་དེ་གས་ནོར་བཅོས་བྱེད། ཡིན་ཟོ། འོག་དེ་གས་དེ། འདིའི་ཚིག་དེ་གས་དེ་ངས་མ་ཀློག་གི་ཡིན་ད་ཀློག་ཡང་ཨན་གྱང་གི་དག་ཆ་གར་ནོག་ཡིན་མེད་གྱང་གཟིགས་ཡག་བྱེད། གསུང་བཤད་སྙན་པོ། རྣ་བས་ཉན། ཁང་པའི་འོག་དང་ལུས་ཀྱི་སྒོ། རྒྱལ་པོ་དགའ་ནས་རྒན་མོ་ཤོར། སྐད་སྒྲ་ཆེ་བས་དགྲ་བོ་སྐྲག།

དེ་ཧ་མ་གོ་ན་དག་ཆ་ནོར་བཅོས་བྱེད་ཞིག་མར་བ་དག་ཆ་ག་གི་ནོར་འདུག་འདི་གས་འདི་མཉན་ལ་མཁྱེན་པ་བྱས། ཨ་མཁྱེན་པའི་རྗེས་ལ་ཡ་ཨོ་འདི་ནོར་ཤག་འདི་དག་ཆ་དེ་འདྲས་མ་རེད་དེ་འདྲས་རེད་ཅེས་ཅེས་དྲིས་ཐུབ་ཅི་ན་ཡག་གི་ཨ་འདི་ཡིན་ད། བེད་སྤྱོད་གནང་རོགས་གནང་ཅེས་ཞུ་ཡ་གཅིག་བྱས། སྦྱོང་ཚན་དྲུག་པ། གཤམ་གསལ་རྣམས་ཀྱི་ལྡོག་ཕྱོགས་སློབ་ཚན་ནས་འཚོལ། ཨོ་ཡ། ད་འདི་གར་བརྩི་བར་ཟེར་ན། སྦྱོང་ཚན་དྲུག་པ་འདི་ནང་ལ་ཡང་གཤམ་གསལ་གྱི་ཡི་གེ་འདི་སྐད་ལགས། འདི་སྐད་ཀྱི་ལྡོག་ཕྱོགས་འདི་སྐད་དེ་སློབ་ཚན་ནང་ལ་ཡོད་རེད་སློབ་ཚན་ནས་ཚུར་ཚད་བཅད་འདི་ནང་ལ་ཚུར་གྱང་ལབ་རེད་ད་ལྡོག་ཕྱོགས་དེ་བྲིས་ལབ་རེད་ད། དཔེ་ཆ་བཞག་ན། ཡོད། ལབ་སོང་ན་ལྡོག་ཕྱོགས་ལ་ག་རེ། མེད། དྲི་བ། འོ་འདི་ནང་བཞིན་བྱས་བྱས་ཨ་ནི་དེའི་ཚིག་ག་ཚད་དུ། འདི་སྐད་དེའི་དགོངས་པ་ཅི་ཞེས། ཨ་འདི་སྐད་ཀྱི་ལྡོག་ཕྱོགས་ག་རེ་ཡིན་མེད་དེ་ཨ་ནི། བསམ་བློ་བཏང་གིན་བཏང་གིན་ལ་ཡ་གྱང་ཐུབ་ཡིན་ན་ནས་སྦྱོང་ཚན་དེ་འདུག་ཆེ་ཆེ་ཡག་པོ་ཡོང་གི་རེད་ཨ་དེ་བརྒྱུད་ཆེ་ང་རང་ཚོའི་སློབ་ཚན་དེ་གས་ཡག་པོ་ཡོང་གི་རེད་ཨ་ཐུགས་སེང་ད་སྦྱོང་ཚན་དེ་གས་དེ་འདྲས་གནང་ཡག་ཡིན། ཨ་ཧོ་ད་སློབ་གྲོགས་ཚོ་བཀྲ་ཤིས་བདེ་ལེགས་ཞུ་གི་ཡིན་ད་ཨ་དེ་རིང་ང་ཚོ་ཨ་ནས་གར་ཟག་བྱིའུ་འཇོལ་མོ་དང་ཤིང་དང་མོ་སར་གི་སློབ་ཚན་དེ་འདུག་སྦྱང་ཚར་བ། ཨ་ནི་དང་པོ་སྒྲུབ་བཤད། དེ་ནས་ལོག་ལྟ་དང་བཅངས། དེ་ནས་ཁྱང་ཚེ་སྦྱོང་ཚན་འདི་སྐད་དུ་གནང་བ་ཡིན་པ། ད་འདི་སྐད་དུ་ལས་རིམ་འདི་སྐད་དུ་གནང་བ་བརྒྱུད་ཅེས། ཏན་ཏན་ཁྱེད་རང་ཚོ་ལ་ཡང་ཤེས་བྱ་མང་དྲག་ཅི་རང་ཡོད་ད་རེད་བ། ཨོ་དེ་ཡིན་དུས་རྩོམ་པ་ལ་ད་སྒྲུབ་འདིའི་ནང་ལོག་གི་བསླབ་བྱ་ཏིག་ཏིག་དེ་ག་རེ་རེད་དོ་ཡང་ཁྱེད་རང་ཚོ་དགོངས་པ་བཞེས་ཡག་ཡིན་ད། ད་རེའི་སློབ་ཚན་མཐའ་མ་དེ་རེད། རེད་བ། འཛིན་གྲྭ་གཉིས་པའི། ཨ་ནི་སློབ་ཚན་བཅོ་ལྔ་བ་དེ། སློབ་དེབ་དེའི་ནང་སློབ་ཚན་མཐའ་མ་དེ་རེད། དེ་ཡིན་དུས་རྩོམ་པ་པོ་ནི་ཁྱེད་རང་ཚོས་ད་རིས་ཀྱི་སློབ་ཚན་དེའི་ནང་ཀློག་གི་སྒྲུང་དེ་ཡག་པོ་ཅིག་བསླབ་བྱ་དེ་རེད་བ། སྒྲུང་དེ་ཤེས་པའི་ཐོག་ནས་དེའི་ནང་ལ་ང་ཚོ་བསླབ་བྱ་ག་རེ་བསྐྱོད་འདུག་སྒྲུང་ག་རེ་ཀློག་ནས་བ་དེ་འདྲས་གནང་ཡར་ད། སྒྲུང་རེ་རེ་སློབ་དུས་སྒྲུང་དེ་དང་པོ་སོ་ཉལ་སྦྱོར་བ་རྩོམ་སྒྲུང་རྩོམ་ཉལ་སྦྱོར་བ། རྩོམ་པ་པོ་དེའི་བསམ་བློའི་ནང་ལ་ཡང། དམིགས་ཡུལ་གལ་ཆེ་སྒྲུང་དེ་གཟུགས་འོར་བ། དམིགས་ཡུལ་དེ་ག་རེ་རེད་ཟེར་ན་མི་དེ་གའི་ལ་བསླབ་བྱ་རྒྱག་ཡག། གཅིག་དྲང་ཕྱོགས་ཀྱི་བསླབ་བྱ་རྒྱ་ཡང་ལྡོག་ཕྱོགས་ཀྱི་བསླབ་བྱ་རྒྱ་འདྲ་མ་འདྲ་ཡོད་རེད་རེད་བ། དེ་ཡིན་དུས་བ་དེ་སྐད་ཀྱི་བསླབ་བྱ་དེ་ཁྱེད་རང་ཚོས་ཧ་གོ་སོང་ན་ཡང་སྒྲུང་འདི་ཀློག་པའི་དགོས་པ་དེ་ཡག་པོ་ཅིག་ཏག་ཏག་བྱུང་པོ་རེད། དེ་མེད་ན། ཡང་སྒྲུང་འདི་ཀློག་བྱས་ཁ་ཤས་ལྡོག་ཕྱོགས་ཀྱི་བསླབ་བྱ་དེ་འདྲས་མི་འདུག་ཅག་བྱས་བྱས་པས་ཞེ་བོ་བྱས་ཐབས་ཤུགས་དེ་ལ་གོ་གྲུབ་འབྲས་ངན་པ་ཡོང་གི་ཡོད་པ་འདི་སྨ་དེབ་བྱས་ཀོ་ལས་ཀ་འདུག་ཅག་སྐྱག་རྫིན་བཤད་མང་པོ་བྱེད་དུས་ཁོ་ལམ་འགྲོ་རྒྱུག་གི་ཡོད་པས་སོ་རབ་བྱས་འདི་འདྲས་ལ་ཡ་དཔེ་བལྟས་བྱས་ངས་སྐྱག་རྫིན་བཤད་ཀོ་ཏོ་ཅིག་བྱས་ཚར་བྱུང་བ་དེ་ཁྱེད་རང་གི་སྒྲུང་བལྟས་བྱས་ནོར་བ་རེད། བསླབ་བྱ་ལན་གསལ་ནོར་འཁྲུལ་ཞིག་ལེན་པ་རེད་ཁྱེད་ཚོ། བྱས་ཙང་འོ་འདི་གས་དེ་དགོངས་པ་ཡག་པོ་ཅིག་བཞེས། ཨ་འབྲུམ་འདི་གས་དེ་བལྟས་པའི་རྗེས་ལ་ཡང་གྱི་ནང་གི་བསླབ་བྱ་ག་རེ་རེད་དོ་ཏན་ཏན། འདི་གས་དེ་ད་རེས་ཨོ་བསམ་བློའི་ནང་ལ་དེ་རེད་ཤག་བསམ་པ་བྱས་ཨ་ནི་དབྱུག་མ་ཤག་བྱས་ག་དུས་ཡིན་ནའི་མེ་ལྕེའི་ནང་ལ་ཡང་དེ་ཉག་བྱས། རེད་བ། བསམ་བློ་འདི། སྟངས་པའི་རྨང་གཞིའི་ཐོག་ནས་ཨ་ནི་ལས་ཀ་ག་འདྲས་བྱས་པ་ནས་ཏན་ཏན་ཁྱེད་རང་ལ་ཡང་བྱ་བ་ལམ་འགྲོ་ཡོང་གི་རེད། གནས་སྐབས་དཀའ་ངལ་འཕྲད་ནས་ཐབས་རྡུགས་ཁྱེད་རང་གི་ལང་ཀ་དེ་མ་ནོར་ཅིག་ལ་འགྲོ་ཐུག་གི་རེད། ངེས་བཟུང་ཨ། ཧོ་འདི་གས་ཐུག་ལ་བཞག་ནོར་ན་བྱུང་ཡིན་ད། ཨ་འདི་ད་ཉམས་དོགས་ལ་ལྟ་ད་རེས་སློབ་ཚན་འདུག་ཅེས་མཇུག་བསྒྲིལ་བ་རེད། ཨ་ནི་སློབ་ཚན་ད་ལྟ་བསླབ་ཤར་བས་ང་ཚོ་སློབ་ཚན་བཅོ་ལྔ་འདུག་ཨང་འཛིན་གྲྭ་གཉིས་པའི་ནང་གི་སློབ་ཚན་བཅོ་ལྔ་འདི་གས་ས་ཏག་ཏག་ཤེས་སོང་ན། ཨ་མུ་མཐུད་ནས་ང་ཚོ་འཛིན་གྲྭ་གསུམ་པའི་སློབ་ཚན་ལ་འགྲོ་གི་རེད་ད་ཨ་ཁྱེད་རང་ཚོ་འཛིན་གྲྭ་གཅིག་ཕར་བར་ད་ཡ། ངེས་བཟུང་ཨ་ཧོ་འདི་འདྲས་བྱས། ཨ་མུ་མཐུད་སློབ་སྦྱོང་ཡག་པོ་ཡོད་པའི་ཉེས་མི་ལུམ་ཞུ་གི་ཡིན། ཨེ་ཁྱང་ཚོའི་ཏན་ཏན། ནང་ལ་ཕག་ཐེས་ནས་བག་ལ་དྭགས་མ་ལགས་རེད། ཨེ་ཁྱང་ཚོ་ལས་རྒན་པ་སློབ་སྦྱོང་ཡག་ག་དེ་འདྲས་ལ་ཡང་བཀའ་འདྲི་གནང་གིན་གནང་གིན་བྱས་བྱས་ཏན་ཏན་ང་རང་ཚོའི་བོད་པའི་རིག་གཞུང་འདི་འཛམ་བུ་གླིང་འདིའི་ཐོག་ནས་མ་ཡལ་ཡག་ག་དོན་དག་ང་ཚོ་ཚང་མ་ཀློག་གིན་ཉམས་རྟོགས་ལ་དཀའ་ལས་བརྒྱབ་བྱས་སྦྱང་དགོར་དག་ཤེས་སུ་བས་མོ་དག་ཡིན་འདྲ་ཞིག་དེ་ལས་ཡོད།